ཁ་ལོ་རེ Research དང་མི་ལ་འབྲེལ་བ་དང་མང་པོ་ཆུ་བོ་ར། འོན་ཏེ་འབྲེལ་བ་ཆུ་དང་པོ་དཀའ་ངལ་ག་རེ་རེད་ཅེས་ཐོས་སོང་ཨ་ནི་ཡིན་ཡང་དེ Research བྱོས་ན་བྱས་ནི Research བྱས་དེ་དག་མི་དེ་ཚེ་ཚེ་ཡ་དང་དེ་ག་རེ་རེད་ཅེས་ཕྱིན་ར་ནམ་ག་རེ་རེད་ལྟོས་ནི་ཨ་ནི་ཁྱོད་རང་གིས་ཨ་ནི་འདི་དཀྱུས་མ་ལ་ད་ཅིག་འབྲེལ་བ་མ་བཅུག་ནོ་དང་པོ་ནི་སོ་སོ་སེམས་སྐྱོ་ཡན་རུ་དང་ཅིག་སེམས་ཤུགས་འཕར་ཡན་རུ་ཡོད་ར་འོན་ཏེ་ཆ་ཟོས་ཆ་ཡོད་ན་ནི་སོ་སོ་སེམས་པ་དེ་དེ་ཅིག།

བདེན་པ་རེད་དོན་དོན་ག་ཅིག་ན་ནི་རྒྱ་མི་ཡིས་ཅིག་ཉན་གི་རེད་ལབ་གི་འདུག་སྐད་ཆ་ག་ཟོད་བཤད་ཅིག་ཁྱོད་རང་བསམ་པ་ལ་བདེན་པ་རེད་བསམ་གི་འདུག་ག་ཟོད་ཀྱི་ཉན་གོ་རེ་ཅིག་རང་ངོ་འདི་ཅིག་གསལ་བཤད་བྱེད་རོགས་བྱས་ན་བཟང་ས་ཨ་ནི་ད། འདི་ག་ལ་ད་འདུག་གི་འདི་བྱུང་ཡོད་དེ་འཇིག་གི་ད་རེད། དེ་དང་དེ་རྒྱ་གར་གྱི་རྒྱ་མི་ཡིས་ཅིག་གནས་ཚུལ་རོ་བྱུང་དང་རྒྱ་གར་མི་མང་ཆེ་ད་ཁ་ཉི་མ་ཡིན་ན་བོད་པ་ཁ་ཅིག་སྐོར་ལ་ཞུ་དོན་རང་སྟེང་མ་ར་ར་ང་ར་ཐོང་ཚུལ་ལ། ད་དེ་སང་འོ་འདི་ཁོ་རང་ཚོ་ཁ་ཅིག་ལུང་པ་ལ་རྒྱ་མི་ཅིག་ས་ཁ་ལས་ཐོང་ངས་ཁོ་རང་ཅིག་ཁ་ལོ་ར་ཏེ།

ང High School Pass བྱེད་ཐུབ། མཐོ་རིམ་བླ་གྲྭ་འགྲོ་ཡག་གོ་སྐབས་རག་ཡག་མ། དེ་དུས་བོད་གཞུང་ལ་ཅིག་ཆེ། ལས་བྱེད་མང་པོ་ཞིག་གུག་གོར་ཏེ་ང་ཚོའི་གྲས་མང་ཆེ། ང་གཅིག་པོ་མ་རེད་ཡ་འབོར་ཤོག་མེད་གཞན་དག་འདི་མང་པོ་ཞིག་ང་རེ་རོགས་པ་འདི་མང་པོ། ད་བླ་གྲྭ་ཐོན་ཐོན་རེད High School Pass བྱེད་ཀྱི་རེད། དེ་དུས་ང་ང་ཚོ High School འགྲོ་ས་ང་ཚོ་མང་ཆེ་ད་ཅིག་ག་ཚོད་དབྱིན་ཇི་བླ་གྲྭ་འདི་ཚོ་ཁྲིམས་རེད་དེ་ནས་ཐོན་ཚར་ཡིན་དུས།

དེས་མི་མང་པོ་ཅིར་དྲི་བ་དྲི་མང་པོ་ཅིར་དྲང་པོ་གསུངས་སོ། ཨེ་ཙི་ན་ནས། སོ་སོའི་སྙིང་གཏམ་རང་རང་རོ། ཅིག། ཁོང་ཁྲོ་ཟད་པ་ཡིན་ནས། ཅིག། སེམས་པ་སྐྱོ་བ་ཡིན་ནས་མང་པོ་ཅིག་གསུངས་སོ། མ། ཟེར་འདི་ཚོ་གང་ག་ཡོད། ཡིན་ན། བྱས་ཙང་ངས་ཨ་མདའ་ཅིག་ཞུ་ཡ་དེ་ང་རས་དེའི་ཐོག་ལ། ང་ར་ཨ་མདའ་སྤོ་བ་ཅིག་ག་རེ་ཡོད་ཟེར་ན། འདི་ན་གནས་ཚུལ་དེ་ཚོ་གང་ག།

དྲི་བ་དེ་ད་ལྟ་ཅིག་ལས་འགོར་དེ་དེ་འདྲས་ལ་མང་པོ་ཅིག་ཡོང་གི་མི་འདུག་ཟེར། མ་ཡོང་ཡག་གི་རྒྱུ་མཚན་དེ་བོད་ནང་ལོགས་ལ་ད་སྤུན་ཇག་ཐུག་འཕྲད་དང་བོད་ནང་ལོགས་ལ་སྤུན་ཇག་ལ་དཀའ་ངལ་འཕྲད་ཀྱི་ཡོད་པའི་རྒྱུ་མཚན་བཤད་ཀྱི་འདུག་དེ་བརྒྱ་ཆ་གང་ཟིག་ཡོད་རེད་ཟེར། རེད་ད། གནས་ཚུལ་དེ་ག་རང་དང་འབྲེལ་བའི་ཐོག་ལ་ང་ཚོ། ཕ་གི་ཟླ་བ་གཅིག་གོང་ལ་ནིའུ་ཡོག་ལ་ང་ཚོ་སྟབས། དེ་ངའི་ཚོགས་པ་དེ་མིང་གཏོང་མི་རུང་བ་ཚོགས་པ་གལ་ཆེན་པོ་བཅས་ཀྱི་ང་ཚོ་ཉི་མ་གཉིས་སོང་བ་གི་ཚོགས་འདུ་བཟོ་རོགས་གྱིས། ད་བར་ཡོ་རོབ་རེད་རྒྱ་གར་རེད་དེ་མིན་ཨ་རིག་གི་མཁའ་སྡེ་འདྲ་མིན་ནས་ཕེབས་ནས་ང་ཚོ་ཉི་མ་གཉིས་སུ་ཚོགས་འདུ་འཚོགས་བར་དེའི་སྐོར་ལ་གནད་དོན་དེ་དང་ད་འབྲེལ་བ་ཆེན་པོ་ཡོད་རེད་བ། ད་དེ་སྐད་ཆ་ཚང་མ་ཞུ་དགོས་པ་མི་འདུག་འདི་དཀའ་ངལ་དེ་དཔེ་དཀའ་ངལ་ཆེན་པོ་རེད་ང་ཚོའི་སྤྱི་ཚོགས་ནང་ལ་བ། སྤྱིར་བཏང་ང་ཚོ་གི་ད་དགྲ་བོ་རྒྱ་ནག་ལ་ངོ་རྒོལ་གི་ལས་འགོར་ནང་མཉམ་ཞུགས་བྱེད་ཉེན་དེ་ལོ་ཁ་ཤས་དང་བཅོར་ཕྱིན་ཡོད་རེད། ཨ་ནི་དེའི་སྐྱོ་རུ་འགྲོ་ཡག་གི་རྒྱུ་ཅན་མང་པོ་གཅིག་ད་ང་ཚོ་སྤྱི་ཚོགས་ནང་ལོ་ལ་རྒྱལ་གཞེན་གི་བསམ་བློ་དེ་བཅོར་ཕྱིན། རྒྱ་ནག་ལ་དགྲ་ཡིན་པའི་འདུ་ཤེས་དེ་བཅོར་ཕྱིན་བོད་པ་ནང་ཁོ་ལ་དགྲ་གསར་བ་གྱི་བཟོས་རེད་བ་ཨ་ནི་ཁོར་ཡུག་དེ་དེ་འདྲས་གི་སྐྱོ་བོ་གཅིག་ཆགས་འགྲོ་རྒྱུ་བརྩམས་པ་ལ་ཨ་ནི་སྐད་འབོད་ལ་ཡུན་ཉེན་དེ་རང་བཞིན་གི་མྱོང་རོལ་གཅིག་ཕྱིན་ཡོད་རེད་དེ་གཅིག་རེད་བ། ཁྱེད་རང་གི་དྲི་བ་དང་འབྲེལ་བ་ཡོད་རྒྱུ་དེ། བོད་ནང་ལོག་ལ་བན་རྒྱ་ལ་དཀའ་ངལ་འཕྲད་ཀྱི་འདུག་ལ་དེ་དངོས་གནས་ཆོས་ལས་རེད་བ། ཆོས་ཡང་བསྐྱར་སྐྱབས་བཅོལ་བྱེད་ལ་ཡོད་རེད་བ། རྒྱ་གར་ལ་སྐྱབས་བཅོལ་ཡོང་ནས་ཨར་སི་ཀྱིས་ཞུས་ཡོད་རེད། སྐབས་དེ་ནས་ཡང་དེ་བཞག་ནས་ཁེ་ན་ར་ཡིན་ན་འདྲ་ཨ་རི་ཡིན་ན་ཡོ་རོབ་ཡིན་ན་འདྲ་ཡང་མི་སེར་གྱི་ལམ་ཁྱེད་ཀྱིས་ཞུ་གི་ཡོད་རེད་བ། དེ་ཚོ་ཚང་མ་ཞུས་པའི་སྐབས་ང་ཚོའི་རྒྱུ་མཚན་འདྲ་བོ་དེ་གཅིག་ཤེས་ཡོད་རེད་ག་རེ་ཤེས་ཡོད་རེད་ངའི་རྒྱལ་ཁབ་རྒྱ་མིས་ཟ་སོང། ངའི་ལུང་པ་ལ་རང་དབང་མེད་རེད་བ། དེའི་རྒྱུ་མཚན་གྱིས་ང་སྐྱབས་བཅོལ་སྤྲད་རོགས་གྱིས་ལབ་དུས་ང་ཚོ་ཚོང་དམག་གིས་ད། ད་བཙོང་ལམ་ན་འགྲེང་གི་ཡོད་ཀྱི་མ་རེད་བ། ང་ཚོ་ཚོང་དམག་གིས་ག་རེ་བེད་སྤྱོད་གཏོང་ཡོད་རེད་ཟེར་ན་བོད་པའི་འཐབ་རྩོད་ལ་ཡོད་དུ་བེད་སྤྱོད་གཏོང་ཡོད་རེད་བ། བེད་སྤྱོད་གཏོང་ཡོད་དུས་དངོས་གནས་བྱས་བ་ཡིན་ན་མ་མཐའ་ཡང་དེ་ལ་ང་ཚོས་རིན་པ་གྱིས་སྤྲད་དགོས་ཀྱི་ཡོད་རེད་བ། བོད་པ་དེ་ཡིན་པའི་རྒྱུ་མཚན་གྱིས་ཁྱོད་རང་གིས་བོད་པའི་འཐབ་རྩོད་ལ་འགན་འཁྱེར་གྱི་མེད་བ་ཡིན་ན་ལས་ཁྱོད་རང་གིས་ཨར་སིའི་ར་བིས་ཀྱི་རིན་པ་ཅིག། ཁེ་ན་ར་དང་ཨ་རི་དང་ཡོ་རོབ་ཀྱི་མི་སེར་ར་བིས་ཀྱི།

རོ། དེ་ཁྱོད་ཀྱི་རྡོག་རྡོག་དེ་ངས་ག་རེ་ཞུ་གི་ཡོད་ཟེར་ན་ར། ཀོ་ར་ཡེ་ནས་རྒྱབ་ན་འདྲ་ཀོ་ར་ཡོང་ནས་རྒྱབ་ན་འདྲ་གང་ལྟར་ང་ཚོ་འཐབ་རྩོད་རུལ་གཏོང་ཡག་གི་ང་ཚོ་གི་གདམ་ག་དེ་ཡོད་མ་རེད་ང་ཚོ་ལ་ད་ལྟ་རོ། ངས་ད་ནོངས་ཞུས་སོང་རྣམ་པ་ཚོ་ལ་དེའི་ཚོར་བ་དེ་བསྟན་རེ་བྱུང་ཡོད་རེད། ང་ཟླ་བ་ཁ་ཤས་ཀྱི་གོང་ལ་ཨ་རིའི་མི་སེར་ཆགས་ཡོད་སྐད་ཆ་རེད།